བ་འདི་ཟླ་བ་གྲགས་པའི་དབུ་མ་འཇུག་པའི་སྐབས་ལ་ཡིན་ན་ཡང་གངས་ཅན་བཙན་གཉིས་རྒྱལ་བའི་ལོ་ཏོག་ཕུན་ཚོགས་འདི་ས་བོན་དག་ནས་དཔལ་ལ་ཆུ་འདྲ་ཡུན་རིང་ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པས་དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི་ཟེར་ནས། འོ་ད། ཐེག་པ་ཆེན་པོའི་ལམ་ཐོག་མར། སྒོ་ནང་ལ་ཡང་འཛུད་པར་བྱེད་ཡ་གི། རྩ་བ་འདི་ཡང་སྙིང་རྗེ་ཆེན་པོའི་རྩ་བ་བྱེད་པ་ལ་བརྟེན་ནས་ཡ་ནི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་ཐེག་ཆེན་ལ་འཇུག་ཐུབ་ཡ་གཅིག་ཡོང་གི་ཡོད་ཡིན་པ་རེད། བར་དུ་རྒྱ་སེ་གི་སྤྱོད་པ་ལ་ཡ། བསླབ་བྱ་དེ་འདྲས་ཀྱི་སྙིང་སྟོབས་ཞུམ་པ་མེད་པར་ཡོང་ཡང་དེ་ཡང་རྩ་བ་སྙིང་རྗེ་ཆེན་པོ་ལ་ཐུག་གི་ཡོད་རེད་བར་དུ་གལ་ཆེ་བ་ཆུ་ལུད་དང་འདྲ་བ། མཐར་དངོས་གནས་དྲང་གནས་ཀྱི་མངོན་པ་རྫོགས་པ་སངས་རྒྱས་པའི་རྒྱལ་མཚར་བའི་རྗེས་ལ་ཡིན་ན་ཡང་དཔེ་དེ་མཁའ་ཁྱབ་ཀྱི་སེམས་ཅན་གྱི་དོན་དུ་གཞན་དོན་འབད་མེད་ལྷུན་གྲུབ་གནང་ཐུབ་ཡ་གནང་བསྡད་ཡ་དེ་ཡང་རྩ་བ་སྙིང་རྗེ་ཆེན་པོ་ལ་བརྟེན་ནས་བྱུང་བསྡད་པ་ཅིག་ཡིན་དུས་མཐར་འབྲས་བུ་སྨིན་པ་དང་འདྲ་བ། ཨོ། ད་འོ་ན་སྙིང་རྗེ་དང་བྱམས་པ་གི་ཐོག་ལ་རྟོགས་སོ་ཅིག་ཞུས་ན། ཨོ། བདེ་བ་དང་ལྡན་འདོད་ཀྱི་བྱམས་པ། སྡུག་བསྔལ་དང་གྲགས་འདོད་ཀྱི་སྙིང་རྗེ། སྐྱོན་གྱི་ཆ་སེལ་འདོད་ཀྱི་བློ་དེ་ལ་སྙིང་རྗེ། ལེགས་པའི་ཆ་སྦྱོང་འདོད་ཀྱི་བློ་དེ་ལ་བྱམས་པ་ཟེར་གྱི་ཕལ་ཆེར་རེད། བདེ་བ་དང་ལྡན་འདོད་ཀྱི་བྱམས་པ། སྡུག་བསྔལ་དང་གྲགས་འདོད་ཀྱི་སྙིང་རྗེ། ད་ལྟ་དཔལ་མགོན་འཕགས་པ་ཀླུ་སྒྲུབ་དབུ་མ་རིན་ཆེན་ཕྲེང་བའི་ནང་ལ་གསུང་གི་ཡོད་རེད། རྗེ་བཙུན་སུམ་བརྒྱའི་ཁ་ཟས་ཀྱིས་ཉིན་རེ་དུས་གསུམ་སྦྱིན་པ་བས། བྱམས་པ་ཡུད་ཙམ་ཐང་ཆད་ཀྱི་བསོད་ནམས་དག་གིས་ཆར་མི་ཕོད། ཨོ། རྫིའུ་ཚོའི་སུམ་བརྒྱའི་ཁ་ཟས་ཀྱི་ཟེར་ནས་པས་ང་རང་ཚོ་དེང་སང་ཟ་ཁང་སྐད་གྲགས་ཆེན་པོ་དེ་ཚོ་ལ་ཡང་ཁ་ལག་རྣམ་གྲངས་པས་ཏེ་དྲུག་ཅུ་བདུན་ཅུ་དེ་འདྲས་འདུག་ཨ། ཨོ་ད་དེ་གསུང་དགོས་ཨ་རེད། པས་ཏེ། ད། རྫིའུ་ཚོ་ཟེར་རྫིའུ་ཚོ། རྫ་རྫིའུ། ཏཱ་ཏེའུ། ང་ངེའུ། བ་བེའུ་ཟེར་ནས་ད་རྫ་ཧོ་ཆུང་ཆུང་ལ་ཡང་རྫིའུ། ཨོ་ད་རྫིའུ། རྫ་ཧོ་ཆུང་ཆུང་ནང་ལ་ཡོད་པའི་ཁ་ལག་ཚོམ་བུ། ཨ་ནི་པས་ཏེ་སྣ་ཁ་རིགས་མི་འདྲ་བ་སུམ་བརྒྱ། ཨོ་དེ་འདྲས་ཅིག་གིས་པས་ཏེ།

ཁ་ལག་དེ་འདྲས་ཀྱི་དཔེ་དེ་སྦྱིན་པ་རྒྱ་ཆེན་པོ་དཔེ་དེ་རིན་ཐང་ཆེན་པོ་འོ་དེ་འདྲས་ཅིག་གི་དཔེ་དེ། ཉིན་རེ་བཞིན་དུ་དུས་གསུམ་རེ་སྦྱིན་རྗེས་དེ་ཡང་ཉི་མ་གཅིག་གི་སྐད་ཆ་མ་ཡིན་པར་དཔེ་དེ་ཉིན་ཟླ་རེ་བཞིན་སྦྱིན་པ་བྱིན་པའི་ཕན་ཡོན་དེ་དང། དཔེ་དེ་བྱམས་པ་དང་སྙིང་རྗེ། ཨ་ནི། སྐར་མ་གཅིག་དང་ཕྱེད་ཀ་ཚུན་གྱི་བསྒོམ་པ་གཉིས་དེ་ཨ་ནི། བསྡུར་རེ་ཡིན་ན། བྱམས་པ་དང་སྙིང་རྗེ་སྐར་མ་གཅིག་དང་ཕྱེད་ཀ་ཚུན་བསྒོམ་པ་དེ་ཕན་ཡོན་ཆེ་ཡོད་རེད། ཨ་ནི་ཁོ་རྒྱུ་མཚན་གསུངས་རྗེས། འོ། དེ་འདྲའི་དགོན་པ་དེ་ལ་བརྟེན་ནས་ཨ་ནི་བྱམས་ཆོས་ཡོན་ཏན་བརྒྱད་ཐོབ་ཀྱི་རེད། བརྒྱད་དེ་ག་རེ་ཐོབ་ཀྱི་རེད་ཟེར་ན་ལྷ་མིའི་བྱམས་པར་འགྱུར་བ་དང། ལྷ་ཐུ་ཚོགས་ཐུགས་མཉེས་པོ་ཞེ་དྲག་ཡོང་གི་རེད། མི་གཞན་དག་ཐུ་ཚོགས་ཡང་དཔེ་ལྟ་སེམས་མཐུན་པོ་ཞེ་དྲག་རང་ལ་ཡང་གྲོགས་པོ་མང་རུ་འགྲོ་གི་རེད་ལྷ་མིའི་བྱམས་པར་འགྱུར་བ་དང། དེ་དག་རྣམས་ཀྱིས་བསྲུང་བ་དང། ད་ལྷ་ཡིས་བསྲུང་གི་རེད་མི་ཡིས་བསྲུང་གི་རེད་སྲུང་སྐྱོབ་བྱེད་ཀྱི་རེད། དེ་དག་རྣམས་ཀྱིས་བསྲུང་བ་དང། ད་དེ་ནས། དེ་འདྲའི་གི་ཉམས་ལེན་བྱེད་ཉེན་དེ་དུག་གི་ཚུགས་ཀྱི་མ་རེད། མཚོན་གྱི་ཚུགས་ཀྱི་མ་རེད། མེའི་མི་ཚུགས་ཆུའི་མི་ཚུགས་སའི་ན་བཞིན་ཅིག་དུག་གི་མི་ཚུགས་པ་དང་མཚོན་གྱི་མི་ཚུགས་པ་ཅིག་དེ་བྱམས་པ་ཉམས་ལེན་བྱེད་ཉེན་དང་སྙིང་རྗེ་ཉམས་ལེན་བྱེད་ཉེན་དེ་ལ་དུག་མཚོན་གྱི་མི་ཚུགས་པ་ཅིག་ཡོང་གི་རེད། ད་གཞིས་འགྲོ་ཚར་སོང་ཨ། ད་དེ་ནས་ལུས་བདེ་བ་དང་བདེ་དབང་དང། ལུས་ལ་བདེ་སྐྱིད་ཡོད་པ་དེའི་ཐོག་ལ་སེམས་ལ་བདེ་སྐྱིད་ཡོད་པ་ཅིག་ཡོང་གི་རེད། དེ་དེ་སྐྱ་སེར་ཆེན་པོ་ཞི་བ་ལགས་ཀྱི། སྤྱོད་འཇུག་རྣམས་ལ་བསྲུང་གི་འདུག། བསོད་ནམས་ཀྱིས་ནི་ལུས་བདེ་ལ། མཁས་པ་ཡིས་ནི་སེམས་བདེ་ན། གཞན་དོན་འཁོར་བར་གནས་ཀྱང་ནི་སྙིང་རྗེ་འདི་འགའ་ཅི་སྟེ་སྐྱོ། ཨོ་ད། སོ་སོའི་བསོད་ནམས་དཔག་ཏུ་མེད་པ་བསགས། ད་ནས་ན་ཚ་ཉུང་བ་ཚེ་རིང་བ་ལུས་པོ་བདེ་ཐང་ཡོང་བ་དེ་ཏན་ཏན་རེད། ང་རང་ཚོ་ཀུན་རིང་ཞབས་བརྟན་བྱས་ནས་ནད་ན་ཚ་དྲག་ཡོད་དེ་བསོད་ནམས་བསགས་པའི་མཐུ་ལས་དེ་ནས་ཡོང་གི་ཡོད། ད་ག་རང་རེད་བ། དེ་འདྲའི་ཡིན་ཙང་ལུས་བདེ་བ་ཡང་དེ་ནས་ཡོང་གི་རེད། ད་བྱམས་པ་སྒོམ་སྙིང་རྗེ་སྒོམ་པ་ཡིན་པའི་ཆ་ནས། པས། སྣང་སྲིད་གཉེན་དུ་ཤར་ཐུལ་བ་ཅིག་ཡོད་པ་ཡིན་ཙང་སེམས་བདེ་བ་དེ་ཡོང་ཡོང་བར་རོ། ཡིད་བདེ་བ་དང་བདེ་མང་དང། དུག་དང་མཚོན་གྱིས་མི་ཚུགས་པ་དང། དེ་བྱས། དེ་ནས། ཚངས་པའི་འཇིག་རྟེན་དུ་སྐྱེ་བ། སྐྱེ་བ་ཕྱི་མ་ལ་ཡག་པས་ཅིག་མཐོ་རིས་ལ་ཡར་སྐྱེ་དགོས་ཀྱི་ཡོད་ན་དེའི་སྐྱེ་ཐུབ་པ་ཅིག་རེད། དེ་ནས་སོ་སོའི་བསམ་པའི་དོན་འབད་མེད་དུ་འགྲུབ་ཐུབ་པ་ཅིག་ཡོང་གི་རེད་བསམ་དོན་འབད་མེད་དུ་འགྲུབ་ཐུབ་པ་ཅིག། གལ་ཏེ་གྲོལ་བར་མ་གྱུར་ཀྱང། བྱམས་ཆོས་ཡོན་ཏན་བརྒྱད་ཐོབ་བོ། གལ་ཏེ་གྲོལ་བར་མ་གྱུར་ཀྱང་སེམས་ཀྱི་དངོས་གནས་དྲང་ནས་ཕུན་སུམ་ཚོགས་པ་ཅིག་བྱུང་བ་ཡིན་ན་དེ་ཚངས་པའི་ཡོན་ཏན། སྐྱེ་བ་ཕྱི་མ་ལྷ་དང་མིའི་རྟེན་ཐོབ་རྒྱུ་དེ་དེ་གཡུག་ཞག་དེ་ལས་ཀྱང་གཏིང་ཟབ་བ། མཐར་ཐུག་སངས་རྒྱས་ཀྱི་གོ་འཕང་དེ་ནས་ཡར་འདུག་སུ་འགྲོ་ཡ་རེད། གལ་ཏེ་སངས་རྒྱས་ཀྱི་གོ་འཕང་དེ་འདྲས་ཅིག་གིས་གྲོལ་བ་ཁོག་ཅིག་བྱང་ཆུབ་དེ་ཐོབ་མ་ཐུབ་ན་ཡང། ད་ལྟའི་བཤད་མ་ཐག་པའི་ཡོན་ཏན་བརྒྱད་དེ་ཐོབ་གི་རེད་ཟེར་ནས་ཨོ་དེ་འདྲའི་གསུང་གི་འདུག་བ་དེ་འདྲའི་ཡིན་དུས། སྙིང་རྗེ་ཟེར་མཁན་དེ་དང་བྱམས་པ་ཟེར་མཁན་དེ་དེ་ད་དངོས་གནས་དྲང་གནས་ཀྱི་རླབས་ཆེན་གཅིག། འཛམ་གླིང་ཞི་བདེ་བསྐྲུན་ཡག་གི་ཁྱད་ཆོས་ཆེན་པོ་བཞི་བོ་གཅིག་དངོས་གནས་རེད། ད་གང་ལྟར་འཛམ་བུ་གླིང་འདིའི་ནང་ལ་ཡང་ང་རང་ཚོ་གི་ཞི་བདེ་ཞི་བདེ World Peace World Peace ཟེར་ནས་ག་ཚད་མི་དགོས་ག་ཚད་བཤད་བསྡད་པ་ཡིན་ན་ཡང World Peace སུས་བཟོ་དགོས་རེད་ཟེར་ན་སེམས་ཀྱི་གདིང་ནས་བཟོ་དགོས་རེད་མ་གཏོགས་སེམས་ཀྱིས་མ་བཟོས་པར་ཁ་དང་སྤྱོད་ལམ་གྱིས་བཟོ་ཐུབ་ཡ་ཅིག་སྐད་ཆ་མ་རེད་བ། ཨོ་དེ་འདྲས་ཡིན་ཙང། ངོ་ནས་སྙིང་རྗེ་ཆེན་པོ། དང། བྱམས་པ་ཆེན་པོ་ཟེར་མཁན་དེ་དེ་ད་གལ་སྲིད་དོན་ཆེན་གཅིག་ཡིན་ཨ་ལས་དམ་བྱམས་སྙིང་རྗེ་ཆེན་པོ་དང་བྱམས་པ་ཆེན་པོ་བསྐྱལ་རོགས་བྱས་ན་དེ་ཡིན་དེ་ཡིན་དེ་ལྟར་མ་བྱུང་ན་ཡང་སྙིང་རྗེ་འཇིགས་མཐུན་པ་གཅིག་དང་བྱམས་པ་འཇིགས་མཐུན་པ་གཅིག་བྱུང་པ་ཡིན་ན་ཡང་ད་ལྟའི་ཕན་ཡོན་དེ་གི་དེ་ཐོབ་ཡག་ཡིན་པ་རེད། ད་ནི་ང་རང་ཚོས་ཕན་བདེའི་འབྱུང་གནས་བསྟན་པ་དར་ཞིང་གི་ཏིང་འཛིན་སྐྱེས་བུ་ཐམས་ཅད་ཀུན་ཁམས་སུ་དང་ལུས་ཅན་ཀུན་ལ་བདེ་སྐྱིད་འབྱུང་བས་ནི་སངས་རྒྱས་བསྟན་པ་རྟག་ཏུ་རྒྱལ་གྱུར་ཅིག་ཟེར་ནས་ང་ཚོ་ཚིགས་བཅད་དེ་འདོན་དགོས་ཨ་རོ་བ། སངས་རྒྱས་ཀྱི་བསྟན་པ་དེ་ཕན་བདེའི་འབྱུང་གནས་ཡིན་ཐང་དེ་ཞེན་ཁོག་སྐམ་པོ་གི་སྐད་ཆ་རེད་བས་དངོས་གནས་རྒྱུ་མཚན་གཅིག་གི་ཐོག་ནས་ཡོད་རེད་བས་ཟེར་ཏེ་ད་གཞི་ནས་དགོངས་པ་བཞེས་ཡ་ཅིག་རེད། ཨོ་ང་ནང་པ་རེད་དེ་ཡིན་ཙང་ཕན་བདེའི་འབྱུང་གནས་སངས་རྒྱས་ཀྱི་བསྟན་པ། གང་ལྟར་བདེ་སྐྱིད་ཕན་པ་ཟེར་མཁན་དེ། དགེ་བ་ལ་བརྟེན་ནས་ཡོང་གི་ཡོད་ཡིན་པ་རེད། སྡིག་པ་ལ་བརྟེན་ནས་སྡུག་བསྔལ་ཡོང་གི་ཡོད་ཡིན་པ་རེད་དགེ་བ་ལ་བརྟེན་ནས་བདེ་སྐྱིད་ཡོང། མི་དགེ་བ་ལས་བདུད་མངོན་འབྱུང་དེ་བཞིན་ངན་འགྲོ་ཐམས་ཅད་དང། དགེ་ལས་བདེ་འགྲོ་ཐམས་ཅད་དབུ་མ་རིན་ཆེན་ཕྲེང་བའི་ནང་ལ་གསུངས་བཞག་པ་དེ་རེད། ད་དེ་འདྲའི་ཕྱིར་ཡིན་ན། སྡིག་སྤོང་དགེ་སྒྲུབ་ཀྱི་བླང་དོར་གྱི་གནད་དེ་ཕྱིན་ཅི་མ་ལོག་པ་དེ་ག་ནས་གསུང་གི་འདུག་བྱས་པ་ཡིན་ན། ད་སངས་རྒྱས་ཀྱི་གསུང་ཁོ་ན་ནས་བྱུང་བསྡད་པ་ཡིན་པ་དེ་གསལ་པོ་ཞེ་བོ་རེད། དཔེར་ན། མར་ཆོས་བྱས་བསྡད་པ་དེ་གས་དེ་ཡིན་རྒྱུ་རང་དེ་ཆོས་བྱས་དགེ་བ་བསགས་པའི་སྐད་ཆ་རེད། རྒྱལ་བ་བསགས་པའི་ཁུར་ལ་ཨེ་ནི་དོན་ལ་ཡ། གཞན་ལ་སྡུག་བསྔལ་སྦྱིན་ནི་རྒྱལ་བ་བསགས་ས་ཡ་གཅིག་ཧེ། གཞན་གྱི་སྲོག་བཅད་ནི་རྒྱལ་བ་ཡོང་ས་ཡ་གཅིག་དེ་ལྟ་ཁོ། གནས་མ་ཡིན་པ་ཅི་རེ་བ། སྦྱིན་ལས་འབྱོར་ལྡན་གནས་ཡིན་དབུལ་པོ་མིན་སེར་སྣའི་དབུལ་པོའི་གནས་ཡིན་འབྱོར་ལྡན་མིན་སེར་སྣའི་གནས་དང་གནས་མ་ཡིན་པ་སེང་གེ་འདི་དེ་རེ་བ། གཞན་ལ་ཕན་པ་བསྒྲུབ་པ་ལ་བརྟེན་ནས་བདེ་སྐྱིད་ཡོང་གི་རེ་མ་གཏོགས་གཞན་ལ་གནོད་པ་བྱེད་པ་ལ་བརྟེན་ནས་རྒྱལ་བ་ཡོང་ས་ཡ་གཅིག་དེ་ཡོང་གི་མ་རེ་བ། ད་དེ་སྐད་དེ་ད། ཁོ་ནར་རྨོངས་པའི་དབང་གིས་ལྟ་འདིར་བ་འདུན་པས་འགྲོ་བ་རྨོངས་པས་འགྲོ་བ་ཞེ་སྡང་གིས་འགྲོ་བ་གཏི་མུག་གིས་འགྲོ་བ་སོགས་འགྲོ་བ་བཞིའི་ཁུངས་ནི་ཡ་ད་ཕྱིན་པ་ཅི་རི་བ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཚུལ་དེ་འགྲོ་བ་བཞི་དང་བྲལ་བ་རྨོངས་པའི་དབང་གིས་མ་ཡིན་པ་ང་འདི་འདྲའི་བསམ་གྱི་ཡོད་ང་རང་འདའི་ཇི་ངན་འདོད་ཀྱི་ཡོད་ཟེར་བ་མ་ཡིན་པ་རྒྱུ་མཚན་ཏག་ཏག་ཅིག་ནི་འགྲོ་ཡ་ཡོད་བསྡད་པ་ཅིག་ཡིན་ཙང་འདུན་པས་འགྲོ་བ་མ་ཡིན་པ། ཞེ་སྡང་གིས་འགྲོ་བ་མ་ཡིན་པ་གཏི་མུག་གིས་འགྲོ་བ་མ་ཡིན་པ་ཅིག་ཆགས་ཀྱི་བར་བ་དེ་འདྲའི་ཡིན་ཙང་ཕན་བདེའི་རྒྱུ་ནས་རྫོགས་པའི་སངས་རྒྱས་རྣམས་དམ་ཆོས་སྒྲུབ་ལས་བྱུང་སྟེ་ཟེར་ནས་ཕན་བདེའི་རྒྱུ་ནི་རྫོགས་པའི་སངས་རྒྱས་ཡིན་སྟངས་དེ་དེ་འདྲའི་ཆེད་རེད། དེ་དེ་འདྲའི་གསུང་དུའང་ད་ལྟ་འདི་སློབ་དཔོན་བདེ་བྱེད་བདག་པོ་དང་སློབ་དཔོན་ཐུགས་བརྩོན་གྲུབ་རྗེས་ཀྱི་ཁྱད་པར་འཕགས་བསྟོད་དང་ལྷ་ལས་ཕུལ་བྱུང་གནང་ལ། གང་ལ་སྐྱོན་ནི་མི་མངའ་ཞིང་ཡོན་ཏན་ཐམས་ཅད་ལྡན་གྱུར་ན། ཚངས་དང་དབང་ཕྱུག་དྲག་པོ་ཆེ་དེ་ཡང་བདག་གིས་བཏོན་པ་ཡིན། དངོས་གནས་ཚངས་པ་དེ་དང་དབང་ཕྱུག་དེ་དང་དེ་ཚོ་ལ་ཡང་སྐྱོན་ཁྱོད་ནི་མེད་པ་ཅིག་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་མཁྱེན་བརྩེ་ནུས་གསོ་མངའ་བ་ཅིག་ཡིན་པ་ཡིན་ན་ཏེ། དངོས་ནས་དེ་ཡང་ངས་སྟོན་པ་བྱས་ཆོག་གི་རེད། ད་དེ་ལ་མུ་སྟེགས་གཞན་གྱི་གཞུང་ལུགས་ལ་ཇི་ལྟ་ཇི་ལྟར་རྣམ་བསམ་པ་དེ་ལྟར་དེ་ལྟར་ཐུབ་པ་བསྐྱོད་ལ་བདག་གི་ཡིད་ནས་དད་པར་གྱུར། འོ་ད་མུ་སྟེགས་གཞན་གྱི་མངོན་བརྗོད་ཀྱི་ནང་ནས་མ་འདུག་སྲིད་མ་ཤེས་ཡིན་དུས་འདུལ་རྒྱུའི་སྒྲ་རེ་རེ་འདུག་སྐྱོང་རྒྱུའི་བརྙན་རེ་རེ་འདུག་འདུལ་རྒྱུའི་དགྲ་རེད་དང་སྐྱོང་རྒྱུའི་གཉེན་རེ་རེད་དེ་འདྲས་བྱས་དུས་སྐྱོན་ཀུན་ཟད་ཡོན་ཏན་ཀུན་རྫོགས་པ་ཅིག་རེད་དེ་མི་འདུག་ཐུབ་པ་ཁྱོད་ལ་ནི་སེམས་ཅན་ཐམས་ཅད་གཉེན་དུ་གཟིགས་པ་འབའ་ཞིག་མ་གཏོགས་གཅིག་གིས་འདུལ་རྒྱུའི་དགྲ་རེད་ཟེར་ནས་ལོགས་སུ་ཅི་རྩ་ནས་མི་འདུག་དེ་འདྲས་ཡིན་པའི་ཆ་ནས་ཨ་ནི། གང་ལ་སྐྱོན་ནི་མི་མངའ་ཞིང་ཡོན་ཏན་ཐམས་ཅད་དང་ལྡན་པས། ཟེར་ནས་ཨེ་ནི། སངས་རྒྱས་ལ་ཡང་ཨེ་ནི་དད་པ་ཐུན་མོང་མ་ཡིན་པ་སྐྱེ་གི་འདུག་གསུང་ཡ་དེ་ཚོ་ད་དེ་འདྲས་འདུག་ཨ་འོ་དེ་ཚོ་ང་རང་ཚོ་མང་ཚོགས་ཀྱི་ཡིན་ན་ཡང། ཡོན་ཏན་བཤད་པའི་སྒོ་ནས་སྐྱབས་སུ་འགྲོ། ཁྱད་པར་བཤད་པའི་སྒོ་ནས་སྐྱབས་སུ་འགྲོ་བ་ཟེར་མཁན་དེ་ཡིན་གཅིག་མིན་གཅིག་དགོས་ཡ་གཅིག་རེད་བ། ཨོ། དེ་མ་བྱུང་ན་ཨེན་ཚང་མ་གཅིག་པ་ཆགས་འགྲོ་ཡ་ཟེར་རོ། ཨོ་དེ་འདྲའི་ཉེན་ཁ་ཡོད་རེད་བ། ཨོ། འཛམ་བུ་གླིང་འདིའི་ནང་ལ་དཀོན་མཆོག་མང་པོ་འདོད་མཁན་ཇི་ལྟར་ཆེ་ཉེན་ཡོད་རེད། ཨེན་དཀོན་མཆོག་ཚང་མ་གཅིག་པ་རེད་བསམ་བསམ། ད་མི་གཅིག་ལུགས་ཀྱི་ཡོན་ཏན་ཁྱད་པར་ག་རེ་ཡོད་ཟེར་ན་མཁྱེན་པའི་ཡོན་ཏན་བརྩེ་བའི་ཡོན་ཏན་ནུས་པའི་ཡོན་ཏན་མཁྱེན་བརྩེ་ནུས་གསུམ་དེ་མི་འདྲ་བ་དེ་དག་གཞི་ནས་དོན་ཨོ་དེ་འདྲའི་ཅིག་ཨ་ནི་སོ་སོས་མཁྱེན་ཐུབ་པ་དགོས་ཡ་ད་གལ་ཆེན་པོ་ཡིན་པ་རེད།